ཚང་མ་སློབ་གྲྭ་ཞིག་ལས་བརྙན་མིང་བདེན་ཚིག་སྤེལ་པར་ལབ་ཀྱི་ཡོད། ད་བརྙན་ཐུང་དང་པོ་འདི་ནང་ལོ་ལ་ཉེ་གི་དབང་རྩ་གི་མ་ལག་སྐོར་ལ་ངོ་སྤྲོད་མདོར་བསྡུས་ཀྱིས་བྱས་ཡིན་རོ། ཨ་ནི། སྤྱི་བཏང་ང་ཚོའི་གཟུགས་པོ་ནང་ལོ་ལ་བྱེད་ལས་མང་པོ་བཞུར་གྱིས་འགྲོ་འདུག་ད་ང་ཚོ་ཉིན་རེའི་བྱ་བཞག་ནང་ལོག་ལ་དགུ་སྐྱོར་བཏང་དགོས་རེད་སྐད་ཆ་བཤད་དགོས་རེད་མིག་གི་སྐད་ཆ་ཉན་དགོས་རེད་ཁ་ལག་ཟ་དགོས་རེད་དེ་མ་ཡིན་པའི་གཟུགས་པོ་ནང་ལོག་ཆགས་སོན་བ་ཡིན་ན་དབང་པོ་གལ་ཆེན་པོ་མང་པོ་ཞུ་བྱེད་རོགས་ཨ་གཟུགས་པོ་ནང་ལོག་ལ་དབང་པོ་ཙག་ཙིག་ཆེ་ཆུང་འདྲ་མིན་སྣ་ཚོགས་ད་དེ་ཚང་མ་གི་སོ་སོ་སོས་ཀྱི་བྱེད་ལས་འདྲ་མི་འདྲ་ཞིག་གྲུབ་སྟེ་འོར་བ་ད་བྱེད་ལས་དེ་ཚང་མ་ཡོད་དོ་ཅོག་ད་བྱེད་ལོག་གི་དགུ་སྐྱོག་ཡིན་ན་འདྲ་སྐད་ཆ་བཤད་ཡིན་ན་འདྲ་སྐད་ཆ་ཉན་ཡིན་ན་འདྲ་གང་ལྟར་གཟུགས་པོའི་ནང་ལོག་ལ་དབང་པོ་དེ་ཚོ་གི་བྱེད་ལས་འདྲ་མི་འདྲ་མང་པོ་ཞུ་དེ་ཚང་མ་སྟངས་འཛིན་བྱེད་མཁན་གི་གཟུགས་པོ་ན་མ་ལ་གཅིག་ཡོད་རེད་འདི་ག་རེ་རེད་ལ་དུས་དབང་རྫས་མ་ལ་ལ་དུ་བྱ་དུས་ཡོད་རེད་ར་ཨིན་ཀའི་ནང་ཡིན་ན Nervous System ལ་ཡོད་རེད་ར། ད། དབང་རྫ་མ་ལ་སྐད་ཆ་བཤད་ཡོང་བའི་སྐབས་སུ་ལ་ནང་ལོ་ལ་གཙོ་བོ་སྟངས་འཛིན་བྱེད་ངེས་དོ་དམ་བྱེད་ངེས་དེ་སུ་བྱ་དུས་ཡོད་རེད་ལ་དུས་ལེགས་པ་དེ་བྱ་དུས་ཡོད་རེད་ར་ཐག་གཅོད་བྱེད་ངེས་ད་དེ་མ་ཡིན་པའི་ཨ་ནི་གལ་གནད་ཆེ་ཡ་གཞན་པ་ཅིག་གར་བྱ་དུས་ཡོད་རེད་སྒྲུང་པ་ད་ཀླད་པ་དང་སྒྱུང་པ་ཁོ་ར་གཉིས་བསྡོམས་པས་ཨ་ནི་ང་ཚོའི་གཟུགས་པོའི་ནང་ཡོད་རྒྱུག་གི་བྱེད་ལས་ཚང་མ་སྟངས་འཛིན་བྱེད་དེ་ར། དེ་ཡིན་དུས་ད་བྱེད་ལས་ལྕི་ལྕི་སྙིགས་སྙིགས་ཚང་མ་ཆེ་ཆུང་ཚང་མ་སྟངས་འཛིན་བྱེད་དགོས་ཡོད་དུས་དབང་རྩ་མ་ལག་དེ་ག་འདི་རས་ང་ཚོའི་གཟུགས་པོའི་ནང་ཡོད་རྒྱུག་གི་ཆ་ཤས་ཚང་མ་ལ་བཀྲམ་དེ་ར། ད་མ་ལག་དེའི་ནང་ལོ་ལ། ཕྲ་ཕུང་ཆེད་ལས་ཀྱི་ཕྲ་ཕུང་དེ་ལ་ག་རེ་ལ་གོ་རས། དབང་རྩ་ཕྲ་གཟུགས་ལས་རེད་ཨིན་སྐད་ནང་ཡིན་ན Neuron ལས་རོ། ད། སྤྱི་བཏང་གི་མ་ལག་སྐད་ཆ་བཤད་ཡོད་སྐབས་སུ་གཟུགས་པོ་ནང་ལོགས་ལ་ད་མ་ལག་ཁོ་ལས་ཀ་འདྲ་མི་འདྲ་བྱས་ཏེ་ངེད་ཀྱི་མ་ལག་མང་པོ་བཞུར་གྱི་ཡོད་རེད། ད་མ་ལག་ཚང་མ་ནང་ལ་ཁ་ལོ་ཆེད་ལས་ཀྱི་ཕྲ་ཕུང་ལོགས་ཡོད་སྐབས་སུ་ལ་ད་ཡོད་ན་མེད་ན་ཕྲ་ཕུང་ད་ཁང་པ་མ་སོང་ན་ས་ཕག་དེ་ཆ་དེ་འོ་རོ་ཨ། ད་འོ་དེར་མ་ལག་དེའི་གྲུབ་དཔལ་ལ་གཙོ་བོ་ག་རེ་གྱིས་གྲུབ་བཤད་ཡོད་རེད་ཕྲ་ཕུང་རྐྱང་རྐྱང་གིས་གྲུབ་དུས་རེད། ད་དབང་རྫ་མ་ལ་སྐད་ཆ་བཤད་ཡོད་སྐབས་སོ་འོ་དེ་ཆད་ལས་ཀྱི་ཕྲ་འབུང་དེ་ག་རེ་ཆ་དེ་འོད་ལ་ན་དབང་རྫའི་ཕྲ་གཟུགས་ལས་རེད་བ། ཨ་ནི་དབང་རྫ་ཕྲ་གཟུགས་ལས་དེ་ལ་བྱེ་ཐང་གི་ཆ་བཤད་མ་སོང་ན་ད་དབྱེ་བ་བྱེ་ཐང་གསུམ་ཆ་བཤད་དབྱེ་བ་བྱེ་ཐང་བཞི་ཡོད་རེད་བ། ད་དེ་ཆ་བཤད་འགྲོ་སྐྱེར་བཤད་བ་ཡིན་ན་ཨ་ནི་དེ་ཚོ་རེད་ད་ད་ལན་རྫ་ཕྲན་ཕྲ་འབུང་ལུས་ད་གའི་རྫ་ཕྲན་ག་རེ་ད་གའི་ཕྲ་འབུང་ལ་ན་རེད་ད་གའི་རྩ་ཕྲན་སི་ལ་ན་གང་ལྟར་ག་རེ་ལ་ན་འབྲི་གོ་རེད་ལ། ད། ད་ལན་རྩ་ཕྲན་ལ་དུས་འཁོར་ཐ་སྙད་ནི་ཟེར་བོ་ར་ཨིན་སྐད་ནང་ཡིན་ན Dendrite ལ་ཡོད་རེད། ད། ཁོད་ཀྱི་ཁ་རས་གཙོ་བོ་ད་ལན་དེ་རེད། ཨ་ནི་ཕྲ་ཕུང་ལུས་ལ་དུས་སྐབས་སོ་དེ་ནང་གཙོ་བོ་ཁ་རས་ང་རང་ཚོ་རིག་རྩལ་གྱི་གནས་ཚུལ་ནས་ད DNA དེ་ཚང་མ་དེ་ནང་ཡོད་རེད། ལ། ཨ་ནི་ད་ཀའི་ཕྲ་ཕུང་ལ་ན་འདྲ། ད་གེ། རྩ་བྲན་ལ་ན་རག་ད་འདི་སྒང་ཙང་ག་རེ་རེད་ལ་དུས་ད་ལན་མུ་མཐུད་ནས་མ་སྐྱེ། ད་གང་ལྟར་གཟུགས་པོའི་ནང་ལོགས་ལ། དབང་རྩ་མ་ལག་སྐད་ཆ་བཤད་བའི་སྐབས་སུ་དབང་རྩའི་མ་ལག་ནང་ལོགས་ལ། དཔེ། དབང་རྩ་ཕྲ་གཟུགས་ལས་དེ་དཔེ་ཐེག་དཔུང་མང་པོ་རེད། ཀླད་པ་གཅིག་པུ་ཆགས་སོང་བ་ཡིན་ན་ཡང་ག་རེ་ཐེག་དཔུང་བརྒྱ་སེ་འདྲ་སྐད་ཆ་བཤད་དགོས་རེད། རོ། ད་ཐེག་བུམ་བརྒྱ་ལ་བསྡུ་སྐབས་སོ། དབྱིན་སྐད་ནང་ཐེག་བུམ་ལ་དེ Billion ལ་ཟེར་རོ། Billion བརྒྱ་ལ་བསྡུ་ཀླད་པ་གཅིག་པོ་ཁོ་རང་ཆགས་སོང་བ་ཡིན་ན་དབང་རྩ་ཁྲ་ཟུར་དེ་འདྲའི་མང་པོ་བརྗོད་རེད་ད་གཟུགས་པོའི་ནང་ལོགས་ལ་ཡོད་རྒྱུ་ཚང་མ་བསྡོམས་བྱས་ན་ད་དེ་བས་ཀྱང་ཨ་ནི་གྲངས་འབོར་དེ་ཆེ་རུ་འགྲོ་རེད། ད་དབང་རྩ་ཁྲ་ཟུར་དེ་ཚོ་ཚང་མ་ག་རེ་རེད་ཨ་ནི་གཅིག་གིས་གཅིག་ལ་ལན་ཕ་སྤྲད་གཅིག་གིས་གཅིག་ལ་ལན་ཚུར་སྤྲད་ག་འདྲ་འདུག་ཞེ་ནས་ག་རེ་རེད་ང་རང་ཚོའི་བྱེད་ལས་ཀྱི་གནས་ཚུལ་ཅིག་ང་ཚོའི་གཟུགས་པོའི་ནང་ལ་བྱེད་ལས་འདྲ་མི་འདྲ་འགྲོ་དེ་འདི་ཚང་མ་གི་གནས་ཚུལ་དེ་ཁ་ཅུག་རེ་ཡར་ཀླད་པ་ལ་འགྲོ། ཀླད་པའི་གི་མ་ཐག་གཅོད་བྱེད་ནས་ཡང། ཅིག། ལས་ཀ། དབང་པོ་སོ་སོ་གི་ལས་ཀ་ག་རེ་ག་རེ་བྱེད་དགོས་ཡོད་མེད་གང་ལྟར་འདི་ཚང་མ་ཐག་གཅོད་བྱེད་ནས་ལན་ཡང་མ་སྤྲད་དེ་ཚང་མ་སུའི་བྱེད་དགོས་རེད། ནི། ཁ་ལོག་རེད་དབང་རྩ་ཕྲ་གཟུགས་དེ་ཚོའི་བྱེད་དགོས་རེད་རོ། ད། འདི་དངོས་ལ་ང་ཚོ་འདའི་པར་རིས་སྤྲད་རྒྱུ་དེ་ཚོ་ག་རེ་རེད་ལ་དུས། ཅེ་དང་ཡོངས་གྲགས་ཚ་ཤོས་དེ་ཆ་དོ་ག་ར་དབང་རྩ་ཕྲ་གཟུགས་ལ་ནི། ལོ། ཡོངས་གྲགས་ཚགས་ཤོག་ག་ཅིག་ལ་ན་འདི་ནང་ལོ་ལ་ཆ་ཤས་སོ་སོ་དེའི་ཁ་གསེའུ་དང་གཙང་མ་ཡོད་དུས་འགྲེལ་བཤད་རྒྱ་ཡེ་ལ་སྟབས་བདེ་ལ་ཆགས་སྒོ་རེད། ཡིན་པ་ན་དངོས་སུ་ང་རང་ཚོ་ཟོག་པོ་ནང་ལོ་ལ་དབང་རྩ་ཁྲ་གཟུགས་ལ་སྐད་ཆ་བཤད་ཡོད་སྐབས་སུ་འདི་ཚང་མ་ད་ལྟ་དབང་རྩ་ཁྲ་གཟུགས་ཀྱི་འདི་རེད། དབྱེ་བ་རེད་རོ། ད་དབང་པོ་སོ་སོ་སོ་སོ། བྱེད་ལས་འདྲ་འམ་མི་འདྲ་མང་པོ་ཅིག་ཡོད་དུས་དེ་ལ་གཞི་བཞག་ནས་ཡང་གཟུགས་པོའི་ནང་ལོགས་ལ་ཆ་ཤས་ཁ་ཁ་ཁ་ལ་དབང་རྩ་ཕྲ་ཚུགས་རིགས་ཁ་ཁ་ཁ་ཁ་ཁ་ཡོད་རེད་ད་ཡིན་པ་ཡིན་ན་ཁོ་ཚོའི་ཚང་མའི་གི་ལས་འགན་དེ་གཅིག་པ་གཅིག་ཀྱང་རེད། ལས་འདི་ཡག་ཀླད་པ་ལ་སྐད་ཀླད་པའི་ལས་འདི་མ་ཁི་ལས་དབང་པོ་སོ་སོ་ལ་གང་ལྟ་འདིར་ཀྱང་ཀྱང་རེད་ལན་ཕག་སུ་དྲེད་བྱོས་རེད་བ། ད་འདི་དབང་རྩ་ཕྲ་ཚུགས་གཟུགས་ལ་གཞི་བཞག་ནས་རེད་བ། ད་བྱེད་ལས་ལ་གཞི་བཞག་ནས་ཡང་དབང་རྩ་ཕྲ་ཚུགས་ལ་དབྱེ་བ་འབྱེད་སྟངས་བྱོས་རེད་ད་བྱེད་ལས་ལ་ནི་སྐད་ཆ་བཤད་ཡོད་སྐབས་སུ་གཙོ་བོ་ག་རེ་སྐད་བཤད་འོག་རེད་ད་དབང་རྩ་ཕྲ་ཚུགས་དེ་གི་ག་རེད་ལན། ག་བ་ནས་ག་བ་ལ་འཁེལ་གྱི་ཡོད་མེད་ད་འདི་གི་སྐད་ཆ་དེ་རེད་རོ། ད་འདི་ལ་གཞི་བཞག་ནི་གཙོ་བོ་ཆ་ཤས་གཉིས་ཡོད་རེད། ནང་འདྲེན་དབང་རྩ་ཁྲག་གསུག་དང་ཕྱི་འདྲེན་དབང་རྩ་ཁྲག་གསུག་ཟེར། ནང་འདྲེན་ལ་དུས་ག་ལ་བོ་རེད། དབང་རྩ་ཁྲག་གསུག་དེ་ཚོའི་གར་རོ་གཟུགས་པོའི་གི་ཆ་ཤས་གཞན་པ་དེ་ཚོ་ནི་ཡ་ཀླད་པ་ལ་ལན་ཁྱི་འགྲོ་ངེས་ཆོ་རེད་བ། དེ་ཚོ་ལ་ག་ལ་བོ་རེད་ནང་འདྲེན་ལ་བོ་རེད། ར། དེ་ཕྱི་དྲན་ལ་དུས་ག་ལ་འོ་རེད་ཨ་འདི་གི་ལྡོག་ཕྱོགས་དེ་རེད་ཀླད་པ་དང་རྒྱུང་པ་ནས་མ་བཟོ་དགོས་ཀི་ཆ་ཤས་གཞན་པ་དེ་ཚོ་ལ་ལན་སྐྱེལ་ངེས་ཀི་དབང་རྩ་ཁྲ་ཚུགས་རིགས་དེ་ཚོ་ལ་ག་ལ་འོ་རེད་ཨ་ནི། ཕྱི་དྲན་ལས་རེད་ད་ཀླད་པ་ལ་ག་རེ་བཞག་འོ་རེད་ལ་དུས་སྐབས་སོ། ང་ཚོའི་གཟུགས་པོ་ནང་ལོགས་ལ་དབང་རྩ་ཁྲ་ཚུགས་ཀི་གྲངས་འབོར་དེ། མང་པོ་ཞུ་རེད་ཕོན་ཆེན་པོ་ཞུ་རེད་ཕན་ཆེན་པོ་ཡོད་བ་མ་ཟད་ཨ་ནི་གཞན་པ་ཅིག་ག་རེ་རེད་ཀླད་པ་ལ་བཞག་འོར་ལ་དུས་ལན་ཡ་མ་ཀྱེ་བྱོས་རོགས་དེ་དབང་རྩ་ཁྲ་ཚུར་གཅིག་གི་ཡ་ཀྱེ་མ་ཀྱེ་ཚང་མ་བྱེད་གོ་མར་ཆེད་ལས་ཀྱི་ནང་ལོ་ལ་བགོ་བཤའ་ཞུ་རྒྱབ་བྱེད་པར་ཚང་མ་སོ་སོ་སོ་ཆེད་ལས་ཀྱི་ལས་འགན་ཁ་ཁ་ཁ་ཁ་ཡོད་རེད་ག་ཅིག་རེད་དབང་རྩ་ཁྲ་ཚུར་རིགས་ཁ་ཤས་ཅིག་ཡ་རྐྱང་རྐྱང་ལེན་གྱི་རིགས་རེད་ཨ་ནི་ཡ་ཡ་དབང་རྩ་ཁྲ་ཚུར་རིགས་གཞན་པ་དེ་ག་རེད་མ་རྐྱང་རྐྱང་ཀླད་པ་ནི་མ་རྐྱང་རྐྱང་ལེན་གྱི་ལེན་ངེས་དེ་འདྲ། གང་ལྟར་སྡུག་བྱས་ནས་ཚང་མ་ཆད་ལས་ཀྱི་ནང་ལོག་ལ་བགོ་བཤའ་ཤུགས་རྒྱབ་ཤེས་རབ་དང་ལས་འགན་འགྲོ་མ་སོང་ན། ད་ལན་ཕར་ཚུར་ག་འདྲས་སྤྲད་འོ་རེད་ར་ད་བང་ས་གྲ་ཟུར་གཅིག་གིས་བང་ས་གྲ་ཟུར་གཞན་པ་ལ་ལན་ག་འདྲས་སྤྲད་འོ་རེད་ད་ལན་འདི་ལ་ལ་ད་ལན་འདི་ད་འདི་བང་ས་ཁོ་རང་གི་ཐ་སྙད་བྱེད་བ་ཡིན་ན་འཕྲིན་གཏོང་བྱ་ཚུལ་ལེགས་རེད། ལ། འཕྲིན་གཏོང་བྱ་ཚུལ། ད་འདི་འཕྲིན་གཏོང་བྱ་ཚུལ་འདི་ལ་གཙོ་བོ་ལན་འདི་ལ་ལན་རིགས་དབྱེ་བ་ག་ཚོད་རེད་ཀློག་བརྡ་དང་འཛེར་བརྡ་ཟེར་བ་གཉིས་ཡོད་རེད་བ། ད་དང་པོ་འདི་ཀློག་བརྡ་དེ་ག་རེ་བྱ་འདོད་འོ་རེད་ལ་དུས་གོ། བརྡ་དེ་ག་རེ་ཀློག་པའི་རྒྱུ་ནས་འབྲེལ་བ་རེད་གོ་ཐ་སྙད་ནི་འདི་ཟེར་བ་དོ། ཨིན་སྐད་ནང་ཡིན་པ་ཡིན་ན་ནི electrical impulse ལ་ན་རེད་ཡིན་ན electrical transmission ལ་ན་རེད་གང་ལྟར་ཁོ་དེ་ལ་ཐ་སྙད་ཁ་ཤས་བརྗོད་རེད།

བརྡ་སྤྲད་ས་དེ་འགོ་བཙུགས་ས་དེ་ནས་ནི་རེད་མཇུག་སྒྲིལ་ས་དེ་ལ་རེད་རོ། ད། གློག་རྟ་སི་ལ་ནི་སྐད་ཆ་བཤད་ཡོད་པ་སོང་ང་ཚོ་གློག་ལ་ནི་འདི་སྐད་ཆ་བརྗོད་རོ། ད་ནམ་རྒྱུན་ང་ཚོ་འཕྲུལ་ཆས་དེ་ཚོ་བོད་ཆོས་དང་ཡན་ལ་གློག་ཅིག་གོ་རོ། ནང་གི་ཡིན་ན་རེད་ད་འཕྲུལ་ཆས་འདྲ་མི་འདྲ་མང་པོ་བྱོས་དེ་ཚང་མ་ནང་གློག་དེ་ད་གཟུགས་པོའི་ནང་ད་ད་ང་ཚོ་གི་གློག་རྟ་གི་གློག་སྐད་ཆ་བཤད་དེ་གཅིག་པ་གཅིག་རྐྱང་རེད། ད་ཁྱད་པར་ག་རེ་ཡོད་རེད་ལབ་དུས་ང་ཚོའི་གཟུགས་པོའི་ནང་ལ་གློག་བཟོ་བའི་སྦྱོར་བ་དེ་ཁྲ་བོ་དང་དཔེ་ཞན་པོ་རེད་དཔེ། ཤུགས་དེ་ཆུན་ཆུན་ཞུགས་ཅིག་རེད། ད་ནམ་རྒྱུན་ང་རང་ཚོ། ག་སོགས་རེད། ནང་ལ་བུ་ཆོས་དང་གི་གློག་དང་འཕྲུལ་ཆས་ཀྱི་གློག་དེ་ཚོ་དཔེ་ཤུགས་ཆེན་པོ་རེད། ད་དེ་འོལ་ཏྲེ་ཆེ་ལ་ཡོད་རེད། World World ལས་རོ། ད་རྒྱ་གར་འགྲོ་ཆེད་ཆ་སོན་བ་ཡིན་ན World དེ་ཉིས་བརྒྱ་ཉི་ཤུ་ཟེར་བ། ད། ད་གཟུགས་པོའི་ནང་ལོགས་ལ་ལོགས་བཟོའི་གི་ཚད་གཞི་དེ་ག་ཚོད་རེད་ལབ་བ་ཡིན་ན། ད་ང་ཚོ World ཉིས་བརྒྱ་ཉི་ཤུ་ནམ་རྒྱུན་ང་རང་ཚོ་ལོགས་ད་ད་བོད་ཆོལ་དང་ཡང World ཉིས་བརྒྱ་ཉི་ཤུ་ནི World གཅིག་མ་སྟོན་གཅིག་དེ་སྟོང་ལ་བར་བགོད། ད་འདིར་སྟོང་ཆ་ཆ་དེ་བོ་རེད། ད་སྟོང་ཆ་བཅུ་ནི་སྟོང་ཆ་བརྒྱ་བོ་རུ་ལ་དེ་གམས་ཀྱི་ང་རང་ཚོའི་གཟུགས་པོ་ནང་ལོགས་ལ་གློག་གི་ཤུགས་ཚད་དེ་འདི་ཆ་དོ་རེད་གློག་ཐལ་གྱི་གནས་སྐབས་ལ་གློག་བཟོ་ཡ་གྱི་ཚད་གཞི་ཅིག་ཡོད་རེད་བ། ད་ཡིན་པ་ཡིན་ན་གློག་གི་རིགས་ཁོ།

འགྲོ་ས་འདི་ཁ་སོག་རེད་ད་ལག་པ་དངོས་སུ་ཡོད་མ་རུང་བ་ཡིན་པ་ཡིན་ན་ག་བཅུག་གོ་རེད་ད་གློག་གི་བརྡ་དེ་འགྲོ་དུས་ད་མཚམས་འདི་ནས་ནི་མ་ཨང་ག་བཅུག་གོ་འཕྲུལ་ཆས་དེ་ཚོ་གར་འཕྲུལ་ཆས་དགའ་བོ་ལ་བརྟེན་ནས་ཡང་ག་རེད་གློག་བརྡ་དེ་མུ་མཐུད་ནས་མ་འགྲོ་ཐུ་ཨེ་དེ་ཆ་ཡ་དེ་འོང་དེ་འདུག་ཆ་ནས་ཨ་ནི་བྱས་ཙང་འཕྲུལ་ཆས་ཀྱི་ལག་པ་བཟོས་ཐུ་ཨེ་ད་ཅིག་རྐང་པ་འདི་འདི་བཟོས་ཨེ་ད་གང་ད་འདུག་ཚང་མ་ཡོང་ཐུ་ཨེ་དེ་འདུག་ལེའོ་རེད་བ། ད། ཞན་ཆ་ག་རེ་རེད་ལབ་བ་ཡིན་ན། གློག་བརྡ་དེ་ལ། གློག་དེ་ཚོ་ཚང་མ་ལ་རྒྱུག་ས་ཀྱི་རྒྱུ་ལམ་གཅིག་དགོས་རེད། ད་ང་ཚོ་ནམ་རྒྱུན་ཡིན་ན་གློག་སྐུད་སྐད་ཆ་བཤད་ཀྱི་རེད། གློག་སྐུད་དེ་ཚོ་ནང་གློག་རྒྱུག་དེ་དགོས་རེད། གཅིག་པ་ཀྱང་ག་རེ། དབང་ས་ཁྲ་གཟུགས་སྐད་ཆ་བཤད་བའི་སྐབས་སོགས་ལ། དབང་ས་ཁྲ་གཟུགས་གཅིག་ནང་ལོགས་ལ་ཡིན་པ་ཡིན་ན། ཁོ། དབང་ས་ཁྲ་གཟུགས། སྒོ་ནི་ཕྱི་ནས་རྒྱུག་པ་དུ་འགྲོ་ཡ་འགྲོ་ཐུག་གོ་རེད་དེ། ཡིན་པ་ནས་གཟུགས་པོའི་ནང་ལོགས་ལ་ཡང་ག་རེ་ཡོད་རེད་ད་ལྟ་དབང་རྩ་ཁྲ་ཟུར་གཉིས་ཀྱི་པར་རུ་ལ་སྟོང་ཆ་གཅིག་ཡོད་རེད། དབང་རྩ་ཁྲ་ཟུར་ད་མང་པོ་བཞུར་གྱི་མཐུད་ཡོད་རེད། འབུམ་ཕྲག་མང་པོ་གཅིག་གཅིག་ནས་གཅིག་ལ་མཐུད་གཅིག་ནས་གཅིག་ལ་མཐུད་གཅིག་ནས་གཅིག་ལ་གང་ལྟར་གང་ནས་མ་ལན་སྤྲད་བསྡད་དུས་སྐབས་སོགས་ལ། ལན་འདི་སྤྲད་ལ་དཀའ་ངལ་ག་རེ་འཕྲད་འོ་རེད་ལ་དུས་དབང་རྩ་ཁྲ་ཟུར་གཉིས་པར་རུ་ལ་མཐུད་ཙམ་ལ་ཡ་གི་སྟོང་ཆ་གཅིག་ཡོད་རེད་ད་སྟོང་ཆ་ནི་ཀློག་དེ་མཆོང་བརྒྱ་བརྒྱ་ཐུབ་འོ་མ་རེད་ད། ད་སློང་བྱ་བའི་མཆོང་བྱ་རྒྱག་མ་ཐུབ་དུས་ད་འདི་ལ་ཐབས་ཤེས་ག་རེ་ཡོད་རེད་སེ་ལ་དེ་རེད་བ། ད་འདིའི་གནས་སྐབས་ལ་ནི་རྫས་རྟ་སེ་ལ་དེ་གལ་ཆེན་པོ་ཆགས་དགོས་རེད་བ། ད་རྫས་རྟ་དེ་ག་རེ་རེད་ལ་དུས་སྐབས་སོགས་ད་འདིའི་སྟོང་ཆ་དེ་སྤོ་རུ་ལ་སྒང་ནས་མ་ཀློག་ད་ཅི་སླད་ད་འདི་པར་རིས་ལ་བཟི་བ་ཡིན་ན། དེ་ནས་མང་གར་ཅིག་རེད་འདིའི་དུས་མཚམས་ནང་ལོགས་ལ་ནི་རྫས་རྟ་ཆུ་ལོད་ཡོང་དགོས་རེད་དེ་ནས་ནི། ད་དེ་ཚང་མ་རྫས་རྟགས་ཡིན་པའི་སྐད་ཆ་རེད། རྫས་རྟགས་དེ་གློད་དེ་རྫས་རྟགས་ཀྱི་གནས་ཚུལ་དེ་མར་འགྲོ་ཡང་དབང་རྩ་ཁྲ་གཟུགས་གཞན་པ་དེ་གི་རྗེས་མ་དེ་གི་གར་བྱེད་ཀྱི་ལས་ལོག་ད་གསར་བ་བྱེད་སོད་ག་འདྲ་འདུག་བྱེད་ནས་ད་མུ་མཐུད་ནས་མར་ལེན་དེ་འགྲོ་གོ་རོག་ད། བྱས་ཙང་ལོག་ད་དང་རྫས་རྟགས་ལས་དེ་གཉིས་ཀྱ་བོ་དེ་རེད་དང་པོ་ལོག་ད་གི་མར་ལེན་བྱེད་ཀྱི་སླད་ཡང་དབང་རྩ་ཁྲ་གཟུགས་གཞན་པ་རྗེས་མ་དེ་ལ་ལན་སྤྲད་དགོས་དུས་དེ་དཀྱིལ་མ་ལ་སྟོང་ཆ་དེ་ལ་རྫས་ཀྱི་རྒྱུ་ནས་ལན་ཅི་སྤྲད་ལས་འགྲོ་འདི་ལས་འདི་མ་འགྲོ་ཡང་ག་རེ་ལོག་ལྟ་གསར་བ་ཅིག་འགོ་བཙུགས་འདུག་བྱས་ནས་ད་ལོག་ལྟ་རྫས་ལྟ་ལོག་ལྟ་རྫས་ལྟ་ལོག་ལྟ་འདུག་བྱས་ནས་ག་རེ་ལས་པ་ནི་མ་ད་ད་མེད་ད་འདོམས་དེ་ལ་ཁོ་རང་གི་འབྲེལ་བ་ཆགས་ཚར་གི་དབང་པོ་ག་རེ་ཆགས་ཡོད་ན་འདི་བར་དུ་ལན་ཡང་མ་འགྲོ་ཐུ་བས་དེ་འདུག་བྱའོ་ར། ད་རྫས་རྟགས་ལ་མཁས་བྱ་ཤེས་པའི་སྐབས་སུ་ལ་རྫས་དེ་ག་རེ་བྱ་འདོད་རེད་ཟེར་བ། རྫས་དེ་ལ་ཡིན་པ་ཡིན་ན་དབང་རྩ་ནང་ལུགས་ལ་ག་ལེགས་རེད་དེ་ཚོ་ལ་དབང་རྩའི་ཕྲིན་པ་ལེགས་རེད་ཟེར་བ་རྫས་དེ། ད་གཟུགས་པོའི་གི་རྫས་བློས་བདེ་སྦྱོར་བ་ལན་བརྒྱད་ཀྱི་རྫས་དེ། ད་དབྱིན་སྐད་ནང་ཡིན་ན neurotransmitter ལེགས་རེད། ད neurotransmitter དེ་ལ། ཁོ་གནས་ས་དང་འབྱུང་ཁུངས་དེ་གོ་ཨ་རེ་ལ་དུས་ད་གའི་རྩ་འགྲན་གྱི་འབྱུང་གནས་ད་དེ་གང་ལ། ད་ལན་རྩ་འགྲན་དེ་ནས་ཕྲ་ཕུང་ལུས་དེ་ནི་ད་གའི་རྩ་འགྲན་སི་ད་དེ་ད་གའི་རྩ་འགྲན་བི་གས་སྦྱར་བ། ད་གའི་རྩ་འགྲན་གྱི་འབྱུང་གནས་སི་ལ་ནི་ཐ་མའི་མཐའ་འདོམས་དེ་ལ་འཇུག་བྲིས་ས་དེ། ད་དེའི་ནང་ལོགས་ལ་ག་འབུ་འགྲོ་བོ་དེ་འདྲ་མང་པོ་ཡོད་རེད་དེ་ཚོ་ནང་ལ་ག་ཡོད་རེད་ད་རྫས་དེ་ཚོ་གནས་དེ་ཕྲིན་པ་དེ་ཚོ། ད་གང་ལ་མ་ལོགས་ད་ཅིག་ལས་ཁོས་གར་ཅིག་རེད་དུས་མཚམས་སྟོང་ཆ་དེའི་ནང་ལོགས་ལ་ཁྲིམས་པ་འདི་ཚོ་བློས་འོང་ད་དེ་འདྲ་དུས་ཟིང་རྒྱ་འདི་ཚོ་ཆགས་དུས་རེད་རེད་བ། ཁྲིམས་པ་འདི་ཚོ་བློས་བློས་བ་ལ་བརྟེན་ནས་ཨ་ནི་ཡང་ཁོར་གི་གར་ཅིག་རེད་བ་ལ་འབྲེལ་བ་ཅིག་ཆགས་རྫས་ཀྱི་རྒྱུ་བ་ཅིག་བྱུང་གང་ལྟར་འདུག་བྱས་ནས་ལོག་ལྟ་ཟ་བ་ཅིག་བཟོས་རུང་རེད། ཨ་ནི། ད། དབང་རྩའི་ཁྲིམས་པ་སེ་ན་འགྱེལ་ཤེས་ཡོད་རེད་བ་ཁྲིམས་པ་དེ་ལ་རིགས་འདྲ་མི་འདྲ་མང་པོ་ཡོད་རེད། རོ། ཁྲིམས་པ་དེ་ལ་གཙོ་བོ་ངར་སྲེག་རང་བཞིན་བྱས་འགོག་སྡོམ་རང་བཞིན་སོགས་གཉིས་ཡོད་རེད། ངར་སྲེག་དེ་ལ Excitatory ལེགས་རོ། འགོག་སྡོམ་དེ་ལ་ནི Inhibitory ལེགས་རེད། ད་ངར་སྲེག་ལ་དེ་སྤྱི་དང་རང་བཞིན་གོ་ར་ག་འདྲེ་རེད་ལབ་ན་ཡར་བླངས་རེད་ངེས་རོ། འགོག་སྡོམ་ལ་དུས་སྐབས་སོགས་ག་རེ་རེད་ཁོ་གིས་ག་ཚོད་རྫས་དེ་གཟུགས་པོ་ན་མང་ལོས་ན་དེ་གམ་ས་གིས་ལས་ཀ་དེ་དཀའ་གི་རེད་ཁོ་གིས་ལས་ཀ་ཉུང་ལ་གཏང་གི་རེད། འདུ་བྱེད་དེ་ངར་སའི་རང་བཞིན་དེ་ལ་ནི་ཁ་སོགས་རེ་འདི་ཡོད་རེད་དབྱེ་བ་དབྱེ་བ་ད་མང་པོ་ཞུ་རེད་ད་སྤྱི་དང་ད་རུ་བ་ད་དེ་ངས་དཔེ་མཚོན་ཁ་ཤས་ཤིག་སྤྲད་རེད་ད་ངས་ཀྱི་ངར་སའི་རང་བཞིན་དཔེ་མཚོན་ད་ལྟ་དེ་ལ་སྤྲད་རྒྱུ་འདི་ཚང་མ་ག་རེ་བདེ་བ་དང་བྲེལ་བ་ཡོད་རྒྱུ་གི་འཕྲིན་པ་རྐྱང་རྐྱང་ཆ་དོད་རེད་རུ་བ Serotonin Dopamine ཨ་ནི Endorphin ལ་འདི་ཚང་མ་ག་རེ་བདེ་བ་དང་འབྲེལ་བའི་འཕྲིན་པར་རྫས་ཆ་དོད་རེད་ད་ང་ཚོ་དེ་བས་ཀྱི་བདེ་བ་སྐྱེ་ད་སྐྱེའུ་ཡོན་གྱི་གནས་སྐབས་ག་འདྲའི་ཆེ་ཡོང་པ་ཡིན་ན་གཟུགས་པོ་ནང་ལོགས་ལ་ཀླད་པ་ནང་ལོགས་ལ་ཨ་ནི་འཕྲིན་པ་དེ་ཚོ་གློད་དེ་རྫས་དེ་ཚོ་ར་ད་བྱས་བཟང་བོ་དེར་ངར་སེ་ལ་དུས་བདེ་མཚོ་མ་གཟུགས་པོ་ན་གཅིག་གློད་ཡོང་དུས་གར་གཅིག་པོ་རེད་ང་རང་ཚོ་གི་གཟུགས་པོ་གི་བྱེད་ལས་གང་ཚ་ཤུགས་ཆེར་གཏང་དགོས་གཟུགས་པོ་ཡར་བསླངས་དགོས་ར་གཟུགས་པོ་འཁྲུག་རུ་གཏང་དགོས་ར་ད། བྱས་ཙང་འོན་ཏེ་བདེ་བ་ཅིག་སྐྱེས་ཡོང་དུས་སྐབས་སུ་ང་ཚོ་གཉིས་མ་ཤོར་ནས་ཅིག་ག་རེ་ན་ལས་ཀ་ཅིག་བྱེད་ཐུ་ཨེ་ན་འདྲ་ཅིག་སོ་སོ་སོ་གཟུགས་པོ་ཕྲུག་པོ་རང་བཞིན་ཆ་འགྲོ་བའི་ཆོས་ར་དུད་དུ་ཆ་ཐུ་ཨེ་དེ་ཨ་ནི་རྫས་དེ་ཚོ་གློད་བ་བསྟན་ཡོང་བསྡད་རེད་ད་གཅིག་པ་ཅིག་ཀྱང་འདི་འགོག་སྡོམས་ལ་ནི་ད་འགོག་སྡོམས་ལ་དེ་དངོས་ལ་ཞུ་བ་ཞིག་སོང་འདི་འགོག་སྡོམས་རང་བཞིན་གྱི་ཡིན་རྒྱུ་གི་ཁྲིམས་པ་དེ་ཚོ་རྫས་དེ་ཚོ་ང་ཚོ་གཟུགས་པོ་དང་དབང་རྫས་མ་ལ་ན་གློད་ཡོང་དུས་གར་བཅུག་རེ་ཁུལ་གྱི་བྱེད་ལས་དེ་ཚོ་བཀག་བཞག་རོགས། ར། བྱས་ཙང་ད་འདི་གི་དཔེ་སྲོལ་ཡོད་ན་མིན་ན་ཅིག་གར་ཆ་དུས་རེད་གལ་པོ་སི་ལེར། ར། གལ་པོ་ལེར་དུ་ཡས་ད་ཡན་དུས་སྐྱོ་རེད་ཡན་གལ་མ Amino Butyric Acid ལེར། ར། ད་ཡོངས་གྲགས་ཀི་གལ་པ་གལ་པ་སི་ལེན་གལ་ཆེ་ཤེས་དེར། ད་གལ་པ་དེ་ཆ་སོང་བ་ཡིན་ན་གཟུགས་པོ་ན་ག་ཚོད་མང་བ་གློད་བ་ཡིན་ནའི་གློད་ས་གི་ཆ་ཤས་དེ་གོ་བ་ཆགས་ཡོད་ན་འདི་གི་བྱེད་ལས་དེ་ཚོ་ག་ཅིག་རེད་བཀག་ཤག་རེད། བ། འདུག་བྱས་ནས་ད་གཟུགས་པོའི་ནང་ལས་ཀ་བྱེད་སྟངས་ཆགས་ལུགས་འོ་དེ་རེད། ལོག་ལྟ་རྫས་ལྟ་ལོག་ལྟ་རྫས་ལྟ་ཟེར་བ། ད། བྱེད་སྟངས་འོ་དེར་ད་ལྟ་དེ་ཟུར་ལ་ངེད་ཀྱི་དབང་རྩ་ཁྲ་ཟུར་གཉིས་སྤྲད་འདུག་ཨ། ད་དབང་རྩ་ཁྲ་ཟུར་དེ་ནི་གང་ན་མ་ལོག་ལྟ་ཞིག་ལས་ད་དེའི་འཇུག་གནས་དེ་རེད་ཁྲིམས་པ། རྫས་བློས་བསགས་ཀྱི། ས་ཆ་བརྗོད་རོགས་ཨ། ད་རྫས་དེ་གོ་བ་ལ་བླུས་ཀྱི་རེད་དེ། དུས་མཚམས་སུ་ལ་ནི་སྟོང་ཆ་དེ་སྤར་རོགས། ལོ་ཟླ་བདེ་ལ་བཟི་བ་ནི་ད་ག་རང་རེད་དེའི་འབྱུང་གནས་དེ་ཆ་དོད་རེད། འབྱུང་གནས་ནང་ལོགས་ལ་སྒམ་པོ་མང་པོ་རེད་སྒམ་པོ་དེ་ཚོ་ནི་ཁྲིམས་པ་ཅིག་གློད། ཁྲིམས་པ་དེ་ཚོ་གློད་བ་ལ་བརྟེན་ནས་ཨ་ནི་དབང་རྩ་ཁྲ་ཟུར་རྗེས་མ་དེ་ལ་ཡང་ཁོ་ཁྲིམས་པ་དེ་ཚོ་འབྲེལ་བ་བྱེད་ས་ཀྱི་ཆ་ཤས་དེ་འདོན་རྒྱུ་རེད། དེ་ཚོ་ལ་ཁ་ལེགས་རེད་སྣེ་ལེན་པ་ཟེར་བ་ཐ་སྙད་མཛེའུ་དང་ཁོ་སྣེ་ལེན་ཞུ་ངེས་སུ་སྣེ་ལེན་ཞུ་ངེས་རེད་ལ་དུས་ཁྲིམས་པ་དེ་ཚོ་སྣེ་ལེན་ཞུ་ངེས་རེད་བ། ད་རྫས་དེ་ཚོ་གར་བྱེད་ཀྱི་རེད་སྟོང་ཆ་དེ་ནང་སློད། སྟོང་ཆ་དེ་ནང་འཁྱམ་འཁྱམ་འཁྱམ། ཁོས་གར་བྱེད་ཀྱི་རེད་ཐ་མའི་མཐའ་འདོམས་དེ་ལ་སྣེ་ལེན་པ་ལ་བག་སྦྱར་འགྲོ་གི་རེད། སྣེ་ལེན་པ་ལ་སྦྱར། སྦྱར་བ་ལ་བརྟེན་ནས་ནི་ཁོས་གིས་ག་རེ་ཡང་ལོག་ལྟ་ཟ་བ་བྱེད་ཀྱི་སོད་འདུག་བྱས་ནས་ག་ལོག་གི་རེད། གང་ནས་མ་ལོག་ལྟ་བྱེད་ཀྱི་ལེད་ལོག་ལྟ་གི་རྗེས་ལ་རྫས་ལྟ་བྱེད་ཀྱི་བྱུང་རྫས་ལྟ་བྱུང་བ་ལ་བརྟེན་ཡང་ལོག་ལྟ་ཟ་བ་བྱེད་དགོས་ཚོད་འདུག་འདུག་འདུག་བྱས་ནས་དཔེ་གཅིག་གིས་གཅིག་ལ་ལན་སྤྲད་གཅིག་གིས་གཅིག་ལ་ལན་སྤྲད་ཐ་མའི་མཐའ་འདོམས་ང་ཚོ་གིས་ལན་དེ་ཚོ་ཡར་མ་ཚང་མ་སྤྲད་ཐུབ་ཨེ་དེ་འདུག་བྱ་དགོས་རེད། རོ། ད་འདི་ང་རང་ཚོ་ནམ་རྒྱུན་གཟུགས་པོ་ནང་བྱུང་དང་བྱུང་ལུགས་ལྟ་བ་ཡིན་ན་ལོག་ལྟ་ཇི་སླད་ད་མིན་ད་འདོམས་དེ་ལ་དེ་ནས་འགའ་ཅིག་རེ་དུས་ཙམ་ནང་ལོག་ལ་འཕྲིན་པ་དེ་ཚོ་གློད་ཡོང་གི་རེད་དེ་ཚོ་ཚང་མ་འཕྲིན་པ་ཆད་དེ་སྟོང་ཆ་དེར་འཕྲིན་པ་རོ་ད་འདི་སྣེ་ལེན་པ། སྣེ་ལེན་པ་དེ་ག་རེ་རེད་ཨང་ཁོས་བྲེལ་བ་ཅིག་ཆེ་བ་ལ་བརྟེན་ནས་རྫས་དེ་ཚོ་གི་ལོག་ལྟ་གསར་བ་ཅིག་བཟོས་བཟོས་ཚར་བ་དང་ག་ཅིག་རེ་ཨང་ཡང་འཕྲིན་པ་དེ་ཚོ་ཡང་རང་འཇགས་ལོག་འགྲོ་གི་རེད་སྒམ་པོ་དེ་ཚོ་ནང། ལ། གང་བུ་ན་ཡར་ལོག། འདུག་བྱས་ནས་ད་ཁོས་ཀྱི་ནམ་རྒྱུན་ལས་ཀ་བྱེད་སྟངས་ཕྱི་རུ་དེ་རེད། ད། ང་རང་ཚོ་སྨན་རྫས་རིགས་འདྲ་མི་འདྲ་བསྟེན་ཡོད་ལ་སྨན་རིགས་འདྲ་མི་འདྲ་ཡོད་རེད། དེ་མ་ཡིན་པའི་ཡང་ཁ་ཤས་བཟི་སྨན་རིགས་དག་ཐ་མ་ཉེས་རྟགས་དག་དེ་འདྲའི་མང་པོ་བྱོས། དེ་ཚང་མ་གི་ལས་ཀ་བྱེད་སྟངས་བྱེད་ལུགས། ཤུགས་ཆེ་ཡ་བྲེལ་བ་ཆགས་ཚར་དེ་གོ་བ་ཆགས་སྡོད་ལ་དུས་མཛེས་ལྡན་གནས་སྐབས་ཆགས་སྡོད་རེད། རོ། གློག་དེའི་གནས་སྐབས་ལ་ད་བཀོད་ཞུ་ཞུ་བྱེད་འདོད་ཨེ་མ་རེད། ཡིན་པ་ནི་རྫས་དེའི་གནས་སྐབས་ལ་ཡོད་དེ་རེད་ད་སྨན་རྫས་དེ་ཚོ་ནང་ལོགས་ལ། ཁོ་གིས་རྫས་དེ་ཚོ་གི་ཁར་བཅུག་གོ་རེད། ཨ་ནི། ལས་ཀ་བྱེད་སྟངས་བྱེད་ལུགས་ཁ་ཤས་བརྗོད་རེད། དཔེར་ན། དང་པོ་དེ། ད་དེ་ཚོ་ག་རེ་སྨན་རྫས་རིགས་ཆགས་འདོད་རེད། དེ་ཚོ་བེད་སྤྱོད་བཏང་བ་ལ་བརྟེན་ནས། ཁ་ཤས་ཀྱིས། ཡ། རྡུལ་སྙེད་ཀྱི་རོ། སྐྱ་ལེན་སྐད་འཕྲིན་པ་ཟེར་ལེ་རོ་ཁོའི་ལས་ཀ་དཀའ་ཞིག་རེད་ད། ནམ་རྒྱུན་ཁ་ཅུག་རེ་མ་འཕྲིན་པ་དེ་ལོས་འཐུས་སམ་ན་ལ། སྣེ་ལེན་པ་ལ་བྲེལ་བ་ཅི་ཆེད་བྱེད་བ་ལ་བརྟེན་ནས་གློག་བརྡ་ཅི་བཟོས། བཟོས་ཚར་ནས་ཁ་ཅུག་རེ་ཡར་རང་ཅག་ངས་གློག་དཀྲུགས་རེད་ཟེར་འདི་ངོས་ལ་སྐད་ཆ་བཤད་པ། ད། གློག་འགྲོ་ས་དེ་ཁ་ཅུག་རེ་སྨན་རྩེ་དེ་ཚོ་ཡིན་པ་ཡིན་ན། བརྒྱུད་ལམ་དེ་ཁོ་རང་ཁོལ་གྱི། བཀག་ཞིག་རེད། བཀག་བཞག་དུས་ཁ་ཅིག་རེ་ད། ཁྲིམས་པ་དེ་ཚོ་ཕར་རང་ཅག་ལོག་ས་ཡོད་མ་རེད། མ་ལོག་ན་གར་བྱེད་ཀྱི་རེད་དེ། ཐུགས་བསམ་འདི་ནང་ལོག་ལ་ས། ས་བ་ལ་བརྟེན་ནས་གར་བྱེད་ཀྱི་རེད་ལོག་ལྟ་མུ་མཐུད་ནས་བཟོས་དེ་རེད། ད་ལོག་ལྟ་མུ་མཐུད་ནས་བཟོས་དེ་དུས་གར་བྱེད་ཀྱི་རེད་ལས་ཀ་ག་རེ་བྱེད་དགོས་ནའོ་དེ་མུ་མཐུད་ནས་བྱས་དེ་རེད་ར། འདུག་ཤེས་བྱེད་དང་བྱེད་ལུགས་གཅིག་ཁོས་ཀྱི་གར་བྱེད་ཀྱི་རེད་ཡར་བསྡུས་ངེས་ཀྱི། ཆ་ཤས་བརྗོད་རོགས་འདི་གི་བརྒྱུད་ལམ་དེ་བཀག་ཤེས་རེད་ཡར་བསྡུས་ངེས་དེ་སུ་ཆ་འདོད་རེད་རྒྱ་གླིང་གི་རེད་མ་གསུངས། ད་འདི་མ་ཡིན་པས། ཡང་སྨན་རྫས་རིགས་ཁ་ཤས་ག་རེ་ཡོད་རེད་ལབ་བ་ཡིན་ན། ཡ་སྡུག་བསྔལ་དེ་བཀག་པོ་མ་རེད། ཡ་སྡུག་བསྔལ་མ་ཡིན་པ་གཞན་པ་ག་རེ་རེད། སྨན་རྫས་དང། ད། སོ་སོ་ང་རང་ཚོ་སྨན་རྫས་རིགས་ཐ་མག་ཉལ་རྟགས་ཡིན་ན་རེད་བཟི་སྨན་ཡིན་ན་རེད་སྨན་དེ་ཚོ་ག་རེ་རེད། མཁྲིན་པ་དང་ཟོབ་ལྟ་འདྲ་བོ་ཞུ་ཡོད་རེད། མཁྲིན་པ་དང་ཟོབ་ལྟ་འདྲ་བོ་ཡོད་དུས་གར་བཅུག་པ་རེད། སྨན་རྫས་དེ་ཚོ་གིས་སྣེ་ལེན་པ་ག་ཚོགས་རེད་སྣེ་ལེན་པ་ལ་གོ་བརྡོ་ཡོག་པོ་རེད། ད། མཁྲིན་པ་ཡིན་མདོག་མདོག་བྱས་ནས། བྲེལ་བ་ཅིག་བྱེད་བྱེད་བ་ལ་བརྟེན་ནས་ཡང་ལོག་ལྟ་ཅིག་བཟོས་གང་འདྲ་འདུག་བྱས་ནས་ཡང་ག་རེ་ལས་ཀ་བྱེད་དང་བྱེད་ལུགས་གཅིག་འདུག་བྱ་འདིར་ད་གསུམ་པ་དེ་ག་རེ་རེད་ཡང་སྨན་རྫས་རིགས་རྫས་རིགས་ཁ་ཤས་གར་ཅིག་རེད། ཁོ་གིས་སྣེ་ལེན་པ་དེ་བྱེད་དང་སྣེ་ལེན་པ་ག་སོགས་རེད་དབང་རྩ་ཁྲ་ཆུ་གོང་མ་འོག་མ་གཉིས་ཀྱི་ལ་སྣེ་ལེན་པ་ཡོད་རྒྱུ་དེ་འདྲ་ཡོད་རེད་ཁ་ཤས་ད་གང་ལྟར། རྫས་དེ་ཚོ་གིས་གར་ཅིག་རེད་དབང་རྩ་ཁྲ་ཆུ་གོང་མའི་གིས་སྣེ་ལེན་པ་ལ་བྲེལ་བ་ཅིག་བྱེད་བྱེ་བ། བྱེ་བ་ལ་བརྟེན་ནས་ཁོད་ཀྱི་འབྲས་བུ་དེ་ག་རེ་རེད། ནམ་རྒྱུན། ཐུད་མཚམས་དེ་པ་རུ་སྟོང་ཆ་དེ་ལ་དབང་རྩ་ཁྲ་གཟུགས་སྔ་མ་ཞེས་བླུད་གི་མེད་ན། རེད་བ། ད་དེ་རྫས་དེ་དེ་སྣེ་ལེན་པ་ལ་སྦྱར་བ་ལ་བརྟེན་ནས། རེད་བ། ཁོད་ག་ཅིག་རེད་ཁ་མེད་ན་མེད་བློས་ཞིག་རེད་ད་པས། ནམ་རྒྱུན་ལྔ་བློས་ས་ལ་བཅུ་བློས་ནམ་རྒྱུན་བཅུ་བློས་ས་ལ་ཉི་ཤུ་བློས། འདུག་བྱས་ནས་ཡང་ག་རེ། མུའུ་ཐུད་ནས་དེ་ཚོ། རྫས་དེ་ཚོ་གི་ཁ་རེ་ཁྲིམས་པ་དེ་ཚོ་གི་སྣེ་ལེན་པར་འབྲེལ་བ་བྱས་ཨ་ནི་ལོག་ལྟ་ཁ་མེད་སྣ་མེད་མང་པོ་ཞིག་བཟོས་གང་ལྟར་སྡུག་བྱས་ནས་ལས་ཀ་བྱེད་སྟངས་བྱེད་ལུགས་དེ་འདྲའི་ཁ་ཤས་བཅོས་རེད་ལགས་སོ་ད་དང་པོ་དེ་ལ་དེ་གའམ་ཟེར་བ་ཅི་བྱེད།